ཨོ་ཡང་དུ་མ་འདྲེས་པའི་མཛའ་བཤེས་ཆེན་པོ། ཁམས་གསུམ་ཆོས་ཀྱི་དཀྱིལ་འཁོར ྋགོང་ས་ལྷ་མོ་རྣམ་འདྲེན། སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་བྱིན་གྱིས་གཟིགས་པ་ཆེན་པོ་མཆོག་གིས། སྐུ་པར་སྟོང་གྲོགས་རིན་པོ་ཆེ་ལ་གུས་ཕྱག་སྔོན་དུ་བཏང་བའི་སྒོ་ནས། དེ་རིང་འདིར་ཕེབས་པའི་གདན་ས་ཆེན་པོ་འདི་ཡི་མཁན་ཚབ་རྣམ་པ་གཉིས་དང་ཆོས་སྡེ་ཆེན་པོ་བཀྲ་ཤིས་འབོ་མཁན་ཚབ། དེ་ཡང་རྣམ་གཞན་གྱི་ཁྲིམས་སྡེ་བདག་པོ་དགེ་བསྐོས་རྣམ་པ་གསུམ་དང། གསུང་དབྱངས་འདོན་པའི་ཆེན་མོ་རྣམས་པ། ཨ་ནེ། འདིའི་ཐོག་ནས་ཡང་ཆ་ཤས་གཙོ་བོ་ལེན་མཁན་ཨ་ནེ། གདན་ས་གྲྭ་ཚང་ཁག་གི་སློབ་གཉེར་གྱི་རྣམ་པ། རྒྱ་ནག་གཞིན་གྱི་ཨ་ནེ། ཆ་ཤས་གནས་མཁན་བོད་པའི་དགེ་བའི་བཤེས་གཉེན་རྣམ་པ་ཚང་མ་ལ་གུས་བཀུར་དང་གུས་ཕྱག་དབང་དུ་བཏང་བའི་སྒོ་ནས་འཚམས་འདྲི་ཞུ་གི་ཡོད། དེ་ནས་ད་ངས་དགེ་བའི་བཤེས་ཡག་དེ་སྐར་མ་ཉི་ཤུ་ཡིན་ཙང་འདིའི་ནང་ཆ་ཚང་ཀློག་ཡག་གི་དུས་ཚོད་ཡོང་གི་མི་འདུག་བརྗོད་བྱ་སྙིང་བསྡུས་ཤིག་ཞུ་ཡག་ཡིན། དེ་ཡང་ད་བྱུང་རིམ་དེ།

འགྲོ་འོང་ནས་འདོད་དགུས་འགྲོ་བའི་བཤེས་གཉེན་རྣམས་བསྙེན་ནས་འདུད་ཅིང་བསྲེལ་ཡང་དེས་ཚུལ་འཆོས་པའི་ཚུལ་དུ་བྱེད། ཨ་ནི་སྐྱེ་དགུའི་རྗེས་བཟུང་བའི་ཁྱོ་བོ་ཟས་ཏེ་སོ་སོ་རང་ཉིད་ནི་ཚེ་རབས་ཀུན་ཏུ་རྗེས་བཟུང་ཡང་སྔོ་ལམ་འགྲོ་བ་ཅིག་བྱེད་དེའི་རྗེས་ལ་ཨ་ནི་ཁྱོ་བོ་དགའ་གཅིག། དེ་ནས་སྔོ་ལེམ་འགྲོ་བ་དེ་ག་འདྲ་ཞིག་འདུག་ཟེར་བ་ཡིན་ན་ཨ་ནི་གྲོ་ཚང་རིན་པོ་ཆེ་གི་སློབ་གཉེར་གྱི་འདམ་པའི་གིས་ཟླ་བ་གཅིག་ཙམ་གྱི་སྔོན་ལ་ཡང།

ཨ་ནེ་བར་ཆད་ཆོས་སྡེ་ཆེན་པོ་བཀྲ་ཤིས་རིན་པོ་དང་གདན་ས་འདི་ཡི་གྲྭ་ཚང་ནི་དགེ་ཕྲུག་བཞིའི་རབ་བྱུང་གི་ཞེས་དང། ཆེ་ཤོས་ཀྱང་ཐེབས་ཡོད་ས་རེད། ཨ་ནེ་ང་ལ་ཆེ་ཤོས་ཀྱི་བཤད་རོགས་གྱིས་ཟེར་འདུག་དེ་དེ་ག་རང་དང་བ་ཁུལ་མེད་བྱས་པ་ཡིན། བཤད་སྟངས་གཅིག་ནི་ང་རང་ཐེབས་ངེས་འཕྲོད་བསྡད་པ་དེ་བཞེས་བཟོ་འདི་ཡིན། ཡིན་ན་ཡང་དེ་ལ་ཟོ་ཟེར་གྱི་ཡོད་ཡིན་གསུངས་ས་དེ་རེད། ད་ཉམས་ནས་ཆད་བཅུག་པའི་ཐབས་ཟེར་ཡ་དེ་ད་ང་རང་ག་རང་བབས་རེད། ད་དེ་འདྲའི་ཡིན་དུས་ད་ངོ་ན་ང་རང་ཚོ་གསོ་སྦྱོང་འཚོགས་པའི་སྐབས་ལ་ཡང་ཐོག་མར་ཆེ་ཆུང་བཤགས་སྡོམ་བྱེད་དགོས་འདུག་ད་སྔོན་སངས་རྒྱས་ཞལ་གྱོད་པའི་སྐབས་ཀྱི་དེ་འདྲའི་ཟེར་མ་རེད་དེ་ད་ལྟའི་གནས་སྐབས་སུ་ང་རང་ཚོ་ཡང་འཛོམས་ཀྱིས་ཆེ་ཆུང་བྱེད་དགོས་པ། ཆེ་ཆུང་བྱེད་ཡོང་དུས་བཤགས་པར་འོང་པ་ན་བཤགས་བསྡམ་པར་འོང་པ་ན་བསྡམ་བྱིན་གྱིས་བརླབ་པར་འོང་པ་ན་བྱིན་གྱིས་བརླབ་ཟེར་ཡོང་དུས་ད་འོ་ན་ཨ་ནི་བཤགས་པར་འོང་པ་ག་རེ་རེད་ཆེ་ཆུང་བཟོ་རུང་བ་ག་རེ་རེད་ཟེར་རང་བཞིན་གྱིས་དོགས་པ་ཟེར་ནས་རེ་བྲལ་བ་ཞིག་སླེབས་ཀྱི་ཡོད་པ། དེ་འདྲའི་ཡིན་དུས་ཆེས་བཅོས་སུ་རུང་མི་རུང་ཟེར་ཡག་དེ་རེད། ཕམ་པ་ཁྱབ་ཆེད་རང་རྒྱུད་ལ་གོ་བ་ཡིན་ན་ཆེས་བཅོས་སུ་མི་རུང་བ་དེ་བར་དོ་དོ་ནི་ནི་ཡོང་དགོས་པ་འགྲོ་དང་དེ་ཆོ་ཚང་མི་དགོས་པ་ཆིག་བརྒྱུད་ཆེད། དེ་ནས་རང་རྒྱུད་ལ་ཕམ་པ་ཆགས་མེད་ཀྱི་གོ་བ་ཡིན་ནའང་ཆེས་བཅོས་མིན་རེད་བརྗོད་པའི་སྒང་ལ་ཆེས་བཅོས་སུ་མིན་ན་ཡང་ད་ང་རང་གི་དམ་བཅའ་འདྲ་བ་དེ་ཁས་ལེན་འདྲ་བ་དེ་ཆེས་བཅོས་སུ་རུང་ཟེར་ལབ་ཀྱི་ཡོད། བླ་མ་རྗེ་འདིའི་དགོངས་འདི་ཤེས་བྱུང་ཟུར་རོ་ན་ཤེས་བྱུང་ཟུར་རོ་གི་ཡོག་རེད། གསོ་སྦྱོང་འགྲོ་ནས་ཡང་ཕམ་པ་ཞིག་དེར་ལྟོ་བའི་དངུལ་གྱིས་བཏང་ཟེར་བ་དེ་ཕམ་པའི་མི་རེ་དགུར་བྱུར་བའི་དགོས་འདུན་དེ་ཆོས་གཅིག་པུ་ཡོག་མ་རེད་དེ་ཡིན་ན་ཡང་དེ་དག་པའི་སྐྱེ་འདུན་འགྲོ་གི་ཡོག་ཆེ་ཆུང་དུ་རུང་གི་ཡོག་རྒྱུ་མཚན་ག་རེ་རེད་ཟེར་ན་མདོ་ཡི་ནང་ལ་ཡང་བླ་མ་རྗེ་འདིའི་དགེ་སློང་དེས།

ད་དུང་དབང་ཤར་བའི་སྐབས་ལ་ཡང་བྱུང་ན་རང་ཉིད་བླ་མ་གང་ལགས་མ་གོ་བ་ཡིན་ན་ཤེས་ཡོན་ཏན་བླ་མས་མ་གོ་བ་ཆགས་པོ་རེད། གལ་ཏེ་བླ་མས་གོ་བ་མ་གཏོགས་རང་མེད་པ་ཡིན་ན་རང་ཉིད་ཁོ་པ་ཉིད་པའི་བླ་མས་གོ་འདོད་ཡོད་པ་ཡིན་ན་ཤེས་ཡོན་ཏན་ཁོ་པ་ཉིད་པའི་བླ་མ་མ་གོ་བ་ཆགས་པོ་རེད་ཟེར་བ་ཙམ་ཡང་ལ་ཅེར་སྒྲོས་མི་ཡོང། ད་དེ་འདྲའི་ཡིན་པ་ཡིན་ན་ཨ་ནེ། ད་འདི་འདི་སྐབས་ལ་ལྷག་མ་ལྟ་བུ་ཞིག་གོ་བ་ཡིན་ན་སྤོང་གི་ཡོད་བཟོ་གི་ཆགས་མེད་དུ་མི་འདུག་ཨཱས། ད་ཆགས་མེད་འདི་ནི་ཡན་པ་ཡིན་པའི་འདྲ་གོ་བ་ཆེན་པོ་མ་མཐོང་པ་ཡིན་པའི་འདྲ་ད་འདི་འདི་སུ་མེད་པ་ཡིན་དུས་འོ་ན་རང་ཉིད་ཀྱི་ལྷག་མ་ཞིག་གོ་ཅིག་ཨ་ནེ་གཏན་གྱི་དྲུང་དུ་ཚུར་ཁྱེར་ནས་བཤད་པ་ཡིན་ན་ད་ག་རེད་དང་མ་རེད་ཟེར་ཡག་གི་རང་བཞིན་གྱི་དྲི་བ་ཅིག་སླེབས་ཀྱི་རེད།

དེ་ནས་ཡང་དེ་འདྲས་ཡིན་པ་ཡིན་ན་ང་རང་ཚོ་དཔེར་ན་གངས་སྐྱིད་ཡིན་གོང་དུ་དེ་ཞིག་རེད་བ། གསོ་སྦྱོང་འགྲོ་བའི་སྐབས་ལ་ཨ་ནེ་ཐོག་མར་གཤམ་གནས་བཤད་བྱོས་བྱས་ཡོང་དུས་ཤ་བ་འོག་པ་དང་ཤ་བ་འདབ་བསྲེས་ཡ་དེ་ག་ལ་ཡང་ཆ་ཤས་གཅིག་དེ་ཟ་དགོས་ཡོད་ས་རེད་རང་ཕར་རྒྱག་ཨ་ན་པ་ཚོ་རེ་ཟུང་རང་ཚོས་ཟུར་རྒྱག་བྱས་དེ་འདྲས་ཞིག་དགོས་ཡོད་ས་རེད་བསམ་ཡང་ཁྲོ་ཐུང་དེ་འདྲས་ཞིག་ཡོང་དུས་བྱུང།

དེ་ཡང་རེ་བ། སྔ་མ་དེ་འཇོག་སེམས་ཤུགས་ཆེན་པོ་བྱེད་ངེས་པ་ཡིན་ན་ཕྱི་མ་སྡོམ་སེམས་དེ་ཡང་ཡོང་གི་མ་རེད་པ། སྔ་མ་དེ་སྡོམ་སེམས་ཤུགས་ག་ཚད་འཇོག་སེམས་ཤུགས་ག་ཚད་ཡོད་པ་ཡིན་ན་ཕྱིན་ཆད་སྡོམ་སེམས་ཡོང་གི་ཡོད་པ་ཡིན་དུས་ད་ནི་ཕྱིན་ཆད་སྡོམ་སེམས་ངེས་པ་དགོས་པ་རེད། སྡོམ་སེམས་མེད་པ་ཡིན་ན་དེ་ནི་བརྫུན་དུ་མར་བ་ཐར་པའི་འགྱུར་རེད། ཀུན་མཁྱེན་མཚོ་སྣ་བས་ཅིག་གསུངས་ཡོང་གི་འདུག་ལ་སོ་སོ་ཡང་དེའི་ཐོག་ལ་ཡང།

སོང་བའི་བུ་ཡང་ཡོན་ཏན་གོང་མ་སྟོབས་ཀྱིས་འགྱུར་མེད་བྱས། སྙན་གྲགས་ཀྱིས་སྐྱབས་བདེ་བར་གཉིད་ལོག་གཉིད་ཚད་ལྷ་ཡིས་སོང། བག་ཀུན་འཇིགས་པ། བག་ཀུན་ཉམ་ང་འཇིགས་པ་མེད་བཞིན་དགྲ་བོ་གླགས་མི་ལྟ། མི་མིན་བླ་མ་བཙགས་ཤིང་གོ་སོགས་གཉིས་ལམ་དབང་ལམ་སྒྲུབ་ཟེར་ཡ་དེའི་ཨ་ནེ། སོང་བའི་བུ་ཡང་གི་ཡོན་ཏན་ཆོས་ཐུན་མདོར་བསྡུས་ནི་དེ་རེད། ལྟར་དེ་འདྲའི་ཡིན་པ་ཡིན་དུས་ལྟར་གཙོ་བོ་གཙོ་བོ་དེ་ལུང་དེར་ད་དུང་ཡང་མདོ་ཏིང་ངེ་འཛིན་གྱི་རྒྱལ་པོ་རྣམས་ལ་གོང་དུ་དགེ་བའི་བཤེས་གཉེན་གཅིག་གིས་དྲངས་སོང་ཨ་ནེ། སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་དར་ཞིང་རྒྱས་པའི་སྐབས་དང། ཡང་ད་ལྟའི་གནས་སྐབས་ལ་སངས་རྒྱས་བྱེ་བ་ཕྲག་མེད་ལ་ཤོག་པ་སྙིང་པོ་རྒྱ་ཆེན་པོ་ཡུན་རིང་པོ་ག་ཚད་ཕུལ་བ་ལས་ཀྱང། སྙིགས་མ་ལྔ་འདུལ་བའི་དུས་འདི་ལྟ་བུའི་སྐབས་ལ་ཡ་བླ་བ་སྣ་གཅིག་སོང་བས་ཡང་རྒྱ་ཆེ་བ་རེད། དཀར་བ་བྱེ་བ་གང་གཱའི་བྱེ་སྙེད་དུ། དྭངས་པའི་སེམས་ཀྱིས་ཟས་དང་སྐོམ་རྣམས་དང། གདུགས་དང་རྒྱ་མཚན་མ་མོའི་འཕྲེང་བ་ཡི། སངས་རྒྱས་བྱེ་བ་ཕྲག་བཅུ་འབྱུང་འཕྲོག་ཅིང། གང་གཱའི་དམ་ཆོས་རབ་ཏུ་འཇིགས་པ་དང། བདེ་གཤེགས་བསྟན་པར་དགའ་བར་གྱུར་པའི་ཚེ། ཉིན་མཚན་བསྟུད་ནས་བསླབ་པ་གཅིག་བཅུ་པ་སོ་ནམ་ཐེག་པའི་ཐེག་པའི་ཕྱི་དགྲ་དང་བསྲེ་ཡ་དེ་དག་སྔོན་ནི་མདོ་ཡི་ཁུངས་དེར། རྡོ་ཡི་ཁུངས་ཙམ་ལ་རེ་བས་ཟེར་ན་དེའི་དམ་ཚིག་ཟ་མ་རེད་ཀྱང་ང་རང་ཚོས་བསམ་ཚུལ་བྱས་ན་རིག་པ་ཡང་ཏན་ཏན་རྒྱབ་ཆོག་འདུག་ག་རེ་ཟེར་ན་ད་ལྟའི་གནས་སྐབས་ལ་ང་དང་ང་ལྟ་བུ་ཡིན་ན་ཉོན་མོངས་སྐྱེས་པའི་སྐབས་ལ་ཉོན་མོངས་ཤུགས་ཆེན་པོ། ཤུགས་ཆེན་པོ་ཡོད་པ་ཡིན་ན་ཡང་རིང་ཡུན་རིང་པོ་མེད་ན་ཨོ་ཛེར་དེ་ཡང་ཡུན་རིང་པོ། ད་ཡུན་རིང་པོ་ཡོད་པ་ཡིན་ན་འཇུག་ངོ་བཞེས་སུ་མ་ཚང་ན་ཨོ་ཛེར་དེ་ཡང་འཇུག་ངོ་བཅུ་གསུམ་ཚང་ནས་འཇོག།

ཨ་ནི་ཡིད་གདུང་བ་ཅག་མང་དྲགས། སོ་སོ་འདོགས་པ་ཆད་དྲགས་ཨོ་ཉོན་མོ་སོགས་དགའ་བ་ཡིན་ཙང་ཨ་ནི། སྙིགས་དུས་འདི་ལྟ་བུ་ལ་སྣང་བ་སྣ་གཅིག་བཟུང་ན་ཕན་ཡོན་རྒྱ་ཆེན་པོ་ཐོབ་གི་རེད་གསུངས་པས་དེ་འདྲའི་རིགས་མིན་འགྲོ་དྲན་སོང། དྲི་བ། བཏང་བའི་སྐབས་ལ་ཡང་ཨ་ནི་ངོ་ནི་སོ་སོ་རྩོམ་ཤོག་དང་འབྲེལ་བ་ཡིན་ཤོག་གྲངས་འདིའི་ནང་དུ་མི་འདྲ་ཞིག་ཤེས་འདུག་ཟེར་ལབ་པ་ཡིན་ན་ཡང་ངེད་ཀྱིས་ལན་ཕུལ་ཡག་ལ་སིལ་བོ་ཡིན་ཡང་ཁྱད་པར་སྐྱེས་ཟིན་ས་རེད་དྲན་གི་ཡོད།

རྟག་པར་གསོ་སྦྱོང་ཚོགས་ཆས་དང། གསོ་སྦྱོང་དམག་གསུམ་མཁས་པའི་ཆེད་ཞུ་ཡོད་རེད་ཟེར་ང་རང་གིས་གསོ་སྦྱོང་ཐེངས་གཅིག་གཉིས་ཅིག་འགྲོ་ཐུབ་སོང། དེ་ནས་ལི་ཀྲང་མེ་ཏུ་ཉིན་ལ་ད་རྟག་པར་དུ་ཡོང་བ་རེད་དེ་གསོ་སྦྱོང་ཆེན་མོ་སྐབས་ལ་ཡ་བྱང་སེམས་དང་སྔགས་འདི་བྱེད་ཚུལ་ཡོད་དོ་ཡོད་རེད་དེ་མ་གཏོགས་པའི་རྟག་པར་ཅན། གདན་ས་གསུམ་ནང་ན་སྤྱིའི་ཆ་ནས།

གསོ་སྦྱོང་ག་དུས་ཡིན་ནས་ཡར་ངོ་མ་རུ་ག་དུས་ཡིན་ནས་ཡོད་རེད་གསུངས་སོང་ཡོད་ས་རེད་ཁ་སང་བ་མིའི་གསུང་ཆོས་སྐབས་ལས་ཚོགས་སུ་དེའང་རག་འདུག་དེ་ཡོད་པ་ཡིན་དུས་དེ་ལ་ཡང་ཨ་ནེ་ག་རེ་ཟེར་གསོ་སྦྱང་སྔགས་གསུང་གི་དག་ཐབས་ཡོད་རེད་མ་ཐོག་པས་དེ་ལས་གཞན་པའི་ལས་བྱང་སེམས་དང་མིན་དག་ཐབས་ཡོད་མ་རེད་ཟེར་ཡིན་ན་ཡང་ང་རང་དོག་པ་ཅིག་ག་རེ་བྱང་སེམས་དེ་འདྲ་འདྲ་ཞིག་ཡོད་རེད་ཁ་སང་ཆོས་སྡེ་ཆེན་པོ་བཀྲ་ཤིས་མོ་གསོ་སྦྱོང་འགྲོ་བའི་སྐབས་ལ་ཡང

ཅེས་དང། རྒན་རྒྱལ་རོང་གསུངས་པར་བྱས་པ་ཡིན་ན་པར་ཆས། ཆུ་བོ་ཆུ་ནས་ཡོད་པའི་སངས་རྒྱས་དང་ཐུགས་མངའ་ཕ་འདྲེ་དེ་བྱས་ནས་དེར་སོང་པ་ཡང་ཡོད་མ་རེད། ད་འགི་ཨོའོ་ལགས་ཟེར་སོང་འོང་དུས་ཨ་ནམ་དེ་ན་འདུས་དེ་ཡོད་རེད། ད་དེར་བ་དང་ཁྱམས་འགྲིམ་དུ་བཏང་བ་ཡིན་ན། དེ་མ་རེད། དེ་མ་རེད། ད་ང་རང་ཚོ་སོ་ད་དང་མགར་བས་གི་ཉེས་པ་དེ་ཁོ་རང་གི་ཕྱི་ཚུལ་བྱེད་སྟངས་ཀྱིས་སྒྲོམ་གཞི་བྱས་བ་རེད། དེ་ན་བྱས་ཀྱིས་དེའི་སྒོ་ནས་བཤགས་དགོས་བ་རེད། དེ་ག་ནང་བཞིན་གྱི་གདན་ས་བཀྲ་ཤིས་རིན་པོ་ཡིན་ན་ག་དུས་ཡིན་ན་བྱས། རྒྱུ་སྒྲ་མི་རྟོག་ཉིད་སོགས་ཆོས་ཆེན་པོ་ཁ་ཤས་དེ་ཁོ་རང་གི་སྔགས་ཀྱི་ཤེས་བྱུས། བྱང་སེམས་ཀྱི་ཤེས་བྱུས་སོགས་ཆོ་ག་དང་འབྲེལ་བའི་དེ་སྣང་ཞིག་བྱས་པ་ཡིན་ན་ད་ཚོད་བཞིན་དུ་ཨ་ནི་ཕྲན་བུ་ཕྲན་བུ་དག་མ་ཟེར་ཏེ་ངས་ཤེས་ཐུབ་མ་རེད་དེ་དངོས་གནས་དག་པ་ཞིག་གོ་ནི་དེ་སྣང་ཞིག་གོ་གི་རེད། སྡིག་པ་རྣམས་ནི་སོ་སོ་བཤགས་ཟེར་དེ་ཡང་ནམ་རྒྱུན་འབྲེལ་ཡོང་དུས་བསམ་པ་ལ་ཨ་ནི། འདི་པ་ནང་དུ་སོ་སོ་ཤག་ཟེར་ཡ་དེ་ག་རེ་འབྲེལ་གི་ཡོད་རེད། སོ་ཐར་གྱི་སྡོམ་པ་དང་འགལ་བའི་ཉེས་པ་བྱོས་ནི་ཨ་ནི་གསོ་སྦྱོང་འགྲོ་ཤག་གོ་རེ་མ་གཏོགས་བས་ད་གི་མ་རེད། བྱང་ཆུབ་སེམས་དཔའི་སྡོམ་པ་དང་འགལ་བ་བྱོས་ནི་ཨ་ནི་བྱང་སེམས་ཆེ་ཆོག་དག་བྱེད་པ། སྔགས་ཡིན་ནི་ཡང་ན་དབང་བཞུ་བ་འམ། ཡང་ན། ལྡང་འཇུག་ལེན་པ་འམ་ཡང་ན་དེ་འདྲ་ཆེ་ཆོག་དེ་འདྲས་བྱེད་ཀྱི་མ་གཏོགས་ཨ་ནི་ད་ལྟ། དེ་དངོས་གནས་ད་གོ་གི་ཡོད་ནི་ག་རེ་མེད་པའི་འདྲ།